ད་ཕྱི་ལོ་ལ་པའི་དར་འཕྱར། ཨོ་ད་གཅིག་པའི་ཞྭ་མོ་ཞིག་དང་ཁན་ཚ་འདྲེ་གོན་གཅིག་གཤེ་བུ་བྱེད་ཀྱི་བསྡད་ནི་བསྟན་པ་ལ་ཕན་ག་གེ་ཡོད་མ་རེད་ད། སྒོས་སུ་འདི་འབྲུག་པའི་བསྟན་པ་ལ་ཕན་ག་གེ་ཡོད་མ་རེད། དངོས་ན་དྲ་གནས་ཀྱིས་འབྲུག་པའི་བསྟན་པ་ལ་ཕན་པ་ཞིག་བྱེད་ཀྱི་ཡིན་ན་སེང་སྒྲ་སྒྲོས་དགོས་ཡོད་པ་ཡི་གེ། བོད་དང་བལ་པོའི་ས་མཚམས་ལ་ཡི་གེ་ཁོ་རང་གི་རིས་བྲིས་ཤིག་རྒྱབ་བྱས། འོ་ད་འཚོ་བ་ངན་ངོན་ཙམ་བྱས་ནས། ཁོང་ངའི་ངོ་ཤེས། ང་གཉིས་སྐད་ཆ་ཡུན་རིང་པོ་བཤད་མྱོང། ཁོ་རང་གི་མང་མི་བསླུ་བྲིད་བྱེད་པའི་ཁུལ་འདུག་ལ་དཔེ་ཆ་མེད་པ་བྱས། གསར་བྱས་མ་བཀྲམ། ངག་ཐོག་ནས་མ། ཨེ་ནི། དང་པ་རུ། ཅིག་བློ་དོགས་རྣམ་བཞི་མཚོན་པའི་སྤྱོད་ཚུལ་དེ་འབི་ཚུལ་གྱིས་མ་བྲིས། ཨེ་ནི་སློབ་མ་དེའི་བདུན་ཕྲག་གཅིག་གཉིས་མི་འགྲོ་སྒོམ་རུ་བཅུག། སྒོམ་ནི། རྩོལ་མེད་ཀྱི་མྱོང་བ་དང་མཐུན་གྱི་མ་རེད་དེ། གཅིག་གོ་བ་ཡག་པོ་ཅིག་ཆགས། གཅིག་བི་ཀའི་ཡིད་དཔྱོད་ཀྱི་ངེས་པ་རུ་ཡིད་དཔྱོད་ཙམ་གྱི་ངེས་པ་ཉེ་བར་བྱུང་སོང་ན་ཨེ་ཡང་གཞི་ནས་དམིགས་སྒོ་འོག་མ་དེ་ཁྲིད་དཔེ་ཆ་ཁྱོན་མེད་པ་བྱེད། སྔ་མོ་ས་སྐྱའི་ལམ་འབྲས་སློབ་གཞས་རྣམ་པའི་ཁུལ་དུ་ལས་དཔེ་ཆ་མི་འདུག་ག། ཐུགས་དོགས་ནས་མ་ཁྲིད་སློབ་མས

ལྟར། དེ་དེ་བཞིན་བྱས་ནས་རིས་མེད་ཀྱི་ཆོས་བརྒྱུད་ཚང་མ་ལོ། སྔོན་ན་རང། ཅེས། འདི་འབྲོམ་སྟོད་ཆོས་རྒྱལ་པོས་གསུང་བ་ནང་བཞིན། ཐེག་ཆེན་གྱི་བླ་མ་ཆེ་བ་བཤད་པ་ན་འབྱམས་ཀླས་པ་གོ་བ་སྐྱེ་ལ། བསྟན་པའི་ཐ་མ་ལ་གང་འཕེལ་དང། ཐད་ཀར་དོན་དུ་གང་འགྱུར་ཅི་དགོས་ཞེས་གསུང་བ་ནང་བཞིན། སྔོན་ནས་དྲང་གནས་ཀྱི་བསྟན་པ་ཡོངས་རྫོགས་ལ་གོ་བ་ཆགས་པར་བཤད་བཤད་སོང་བ། ང་ས་སྐྱ་ཡིན་ང་རྙིང་མ་ཡིན་རྙིང་མའི་དཔེ་ཆ་མ་གཏོགས་བལྟ་གི་མེད། སྔ་མོ་ཤུགས་ལྡན་ལྟས་ངན་ཚོས་དགེ་ལུགས་པའི་དཔེ་ཆ་མ་གཏོགས་རྙིང་མའི་དཔེ་ཆ་བལྟས་པ་ཡིན་ན་འོ་ད་ཤུགས་ལྡན་གྱི་གནས་ཁུལ་ལ་ཕྱིན་ནས་དཔེ་ཆའི་ཉག་ཆོག་གི་ཡོད་མ་རེད།

གོ་ཆ་ལ་ཆུ་བོའི་བསྟན་པའི་གནས་ཞེས་པ་ཞིག་བཤད། རྟགས་དེ་ཉམས་སུ་ལེན་པའི་ཁ་ཐུག་ལ་རང་རང་གི་ནི་ཆོས་བརྒྱུད་ཀྱི་ཨེ་ནི་ཡི་དམ་གཙོ་བོར་གྱུར་པའི་ཨེ་ནི་ཆོས་བརྒྱུད་དེའི་ཉམས་ལེན་བྱས། དེའི་ཐོག་ནས་ཨེ་ནི་ཁ་ཡོད་ལག་ཡོད་ཀྱི་རྟོགས་པ་རྒྱུད་ལ་ཡོད་པ་ཅིག་རྟོགས་པ་རྒྱུད་ལ་སྐྱེ་ཐུབ་པ་བྱུང་ན་རྟགས་བ་བསྟན་པ་འཛིན་རྒྱུ་དཔེ་གསུམ་ངོ་ཐོག་ཏུ་འདི་རེད་མ་གཏོགས་ཁྱེད་རང་ཚོས་ཆབ་སྲིད་ཀྱི་ཅིག་ཤོག་ཁའི་སོར་བྱས་བྱས་ན་ཁྱོན་ཡག་པོ་མི་འདུག་བ་དེ་མ་བྱེད་ན་ཤེས་སོང་ཨ། བོད་པའི་བླ་མ་དེ་འདྲས་ཀྱིས་འདི་འདྲས་བཤད་ཀྱི་འདུག་ནི།

ད་ལོ་ཚུགས་ཐུབ་ན་རེད་བ། དེ་ནས་ག་ལི་ག་ལི་ལི་ཡ། དེ་ནང་བཞིན་བྱས་ནས་ཨེ་ནི་དགོན་པ་ཆེ་ཁག་ཆེ་ཁག་ཚོས་གྲ་སྒྲིག་བྱས་ནས། ལོར་ལོར་དུ་ཚོགས་ཡག་བྱུང་པ་ཡིན་ན་ཡག་པོ་མེད་འགྲོ་བསམ་དྲན་ཅེས་སོང་བ། རིས་མེད་ཀྱི་མངལ་ལ་མཚན་མ་གཅིག་ཚུགས་ཡག་བྱས། དེ་ནས་རིམ་པས་ཀྱི་ཕར་ཕྱིན། བརྡ་ཆོས་ཀྱི་སོར། དབུ་མ་བརྡ་ཆོས་ཀྱི་སོར། ཁ་སིའི་ཡི་གེ། བོད་ཀྱི་ས་དགེ་བཀའ་རྙིང་ཚོའི་དབུ་མའི་ལྟ་བའི་བཞེད་པ་མི་འདྲ་བ་སྐོར་གུས་བརྩི་གྱིས་བགྲོ་གླེང་བྱས་པར་བ་ལྟ་བ་འདིའི་སོར་བྱས་བྱས་གཅིག་གི་སྐོར་པའི་ཞིབ་འགྲེལ་གཅིག་བདུན་ཕྲག་གཉིས་གསུམ་ལོ་དེ་འདྲའི་དཔེ་ལྟར་བགྲོ་གླེང་བྱས་རྩོད་པ་རྩོད་ཨེ་འདིའི་ནང་ལ་བསླབ་བྲག་སྦུག་དེ་འདྲའི་ཡོད་པ་བྱས་ཨེ་ནི་མི་སྐྱ་ཕོ་མོའི་ནང་ནས་ཆོས་ལ་དོན་གཉེར་ཡོད་པ་དེ་འདྲའི་སྐད་གདངས་ཁོ་ན་ཚོའི་དེ་གཅིག་ལྟ་ཡག་ཡོད་དོད་བྱས་བྱེད་ཀྱི་ཡིན་ན་ཨེ་ནི་མང་ཚོགས་ལ་ཡག་དེའི་དོ་སྣང་གསར་བ་ལས་ཡག་ལྷག་ཏུ་ཡོང་དགོས་པ།

ཅེས་དེ་ཚོའི་འགྲེལ་པ་དང་དེ་ཚོ་ལ་ཡང་འབྲེལ་ནས་བལྟ་ཐུབ་པ་བྱུང་ན། ད་ཕར་ཕྱིན་བལྟས་པའི་ཁ་ཐུག་ལ། རྒྱ་འགྲེལ་ཉིས་གཅིག་ཕར་ཕྱིན་འགྲེལ་པ་མང་པོ་ཞེ་དྲག་ཡོད་པ་རེད། བལྟ་བ་དེ་ཚོའི་ནང་ལ། གཅིག། ངས་ད་ཚང་མས་ད་བལྟ་ཐུབ་ཡག་ཁག་པོ་རེད་དེ། ཡིན་ནའི་ད་གཅིག་སློབ་ཁྲིད་བྱེད་མཁན་དེ་ཚོའི་གྲས་ཀྱིས། ངས་ཡང་ད་གྲྭ་སར་ཡང་སྙན་མར་ནས་ལབ་མྱོང། རིགས་གཅིག་རྐང་འཛིན་གུ་གེས། ཚད་མ་རིགས་གཅིག་རྐང་འཛིན། ཕར་ཕྱིན་རིགས་གཅིག་རྐང་འཛིན། དབུ་མ་རིགས་གཅིག་རྐང་འཛིན་གུ་གེས་བྱས་ནས། དེ་གཞན་དག་གས་མ་རེད།

ནི་སྒྲུབ་ཟིན་བ་ལྟ་ཕར་ཕྱིན་ཡིན་ན་ཀྱང་འགྲེ་དབུ་མ་ཡིན་ན་ལྟ་དབུ་མ་རིག་བཟོ་ལ་སོགས་པ་ལྟ་བ་དེ་ཚོའི་གྲས་མང་མཐའ་ཆོད་ཡོད་རེད། ཨེ་ནི་ཕར་ཕྱིན་ལྟ་བའི་ཁུལ་དུ་ལ་སེམས་ཙམ་གྱི་ལྟ་བའི་སྐོར་གླས་ཡོད་དུས་ཨེ་ནི། བྱམས་པ་མགོན་པོའི་ཨ་མདའ་དེ་ད་ཅིག་ག་ས་མ་བྱམས་པ་མགོན་པོ་རེད་ད། བྱམས་པ་མགོན་པོ་ད་ཅིག་ཐོག་མེད། སྐུ་གཅིག་གིས་ཨེ་ནི་གཞུང་དེ་གཅིག་གླས་ཡིན་གྱི་ཡོད་རེད་ད་དེ་དེ་བཞིན་དུ་འདུལ་བ་དེ་བཞིན་དུ་མཛོད། དོན་འགྲེལ་དེ་ཡི་དེ་ཡན་ལག་སོགས་བྱས་གཙོ་བོ་དེ་བསྟན་འགྱུར་དེ།

ད་གཞོགས་འདྲིས་རེད། ཐད་ཀར་ཤང་སོ་འདྲ་བ་འདི་སྟེ། ད་ཟླ་གཉིས་ནས་བྱས་འགོ་བཙུགས་ནས། བཀའ་འགྱུར་བསྟན་འགྱུར་ནང་གི་ད་སྤུ་ཏི་སུམ་བརྒྱ་དེ་ནང་ནས། བརྗོད་བྱ་སྡེ་ཚན་གསུམ་ཕྱེ་ནས། ཚན་རིག་གི་སྡེ་ཚན་གཅིག། དེ་ད་སེམས་ཁམས་རིག་པའི་སྐོར། དངོས་ཁམས་རིག་པའི་སྐོར། ད་དེའི་དེ་ཚན་རིག་གི་སྡེ་ཚན། ད་གླིང་བཞི་གླིང་ཕྲན་རི་རབ་ཞབས་འདྲི་ཞུ་ས་ད་དེ་མགོ་བར་བྱས། དེ་མགོ་བར་བྱས། གཞན།

སློབ་གཉེར་རྒྱག་ཡ་དེ་སྤྱི་ཡོངས་ཀྱི་འཛམ་བུ་གླིང་འདིའི་སྒང་གི་དང་སློབ་སྦྱོང་བྱེད་ཡ་ཚང་མའི་ནང་ལ་སྡེ་ཚན་འདི་རིམ་པས་རིམ་པས་ཀྱི་སླེབས་ཐུབ་ཡ་ཅིག་ཡོང་གི་རེད་བསམ་པ་ཅིག་ངས་རེ་བ་རྒྱག་གི་ཡོད་ལ་ཕལ་ཆེར་ཡོང་ཡ་བཟོ་འདུག་ངས་ད་གུ་ནུ་ཇོ་ལུང་པའི་ནང་ལ་ཕལ་ཆེར་ཡོང་གི་རེད་དེ་ཡོང་ཡ་བཟོ་འདུག་བྱས་ཙང་ཀ་ཁོ། International Part of Education ཕལ་ཆེར་ཆགས་ཐུབ་གི་རེད་ད་ལྟ་ནུབ་ཕྱོགས་པའི།

དེ་ག་ས་དེ་ནང་པའི་ཚོགས་པ་གཅིག་ཆང་མཛོད་ཏོག་སི་གཅིག་གི་ལས་དོན་རང་གི་ཐོག་ལ་ཡ་གཅིག་ང་ཚོ་ལ་ཡོད་པ་ཁོ་ཚོ་ལས་ཁ་ལག་རི་སྤྱི་བཏང་གཅིག་བྱས་ནས་པའི་ཁ་ས་ནང་ཚོགས་ཀྱི་ཡིན་དགོན་ཚོགས་ཀྱི་ཡིན་ཟེར་འདི་མེད་པ་བྱས་དེ་ཆ་ག་ག་ཡོད་མ་རེད་རྒྱུན་དུ་ག་བ་འཐུས་ཤོར་འགྲོ་གི་འདུག་བ་ད་གཅིག་ཉམས་པ་ཟུར་ཞིག་མི་ཉམས་གོང་འཕེལ་ཡོང་ཡག་གི་ཐབས་ཤེས་བྱས་ཡག་རོ་ག་རེད་འདུག་བ་ཡང་དུས་དུས་ལ་ཁྱེད་རང་ཁྱེད་རང་གཉིས་ཀྱི་འགོ་ཁྲིད་བྱས། ཏོག་ཅིག་བསམ་བློ་ཡོད་མཁན་དེ་ཚོས་གྲལ་རུག་རུག་བཟོས་ཨེ་ནི་བསམ་འཆར་བླངས། ད་ང་ཚོ་འཐུས་ཤོར་ག་བར་འགྲོ་གི་འདུག་བ། ད་འཐུས་ཤོར་དེ་མ་འགྲོ་ཡག་གི་ཐབས་ཤེས་ག་རེ་བྱེད་དགོས་ཀྱི་འདུག་བ། ཅིག་ཡིད་གཟབ་རུ་ག་རེ་ག་རེ་བྱེད་དགོས་ཀྱི་འདུག་བ། དེ་འདྲས་ཁྱོད་ཚོ་ཏོག་ཅིག་གོ་བསྡུར་མང་སེ་བྱས་ཤེས་སོང་ང་ཁུར་མང་སེ་བླངས་བྱས་བྱེད་ཀྱི་ཡིན་ན་དེ་གལ་ཆོ་མི་འགྲོ་སེམས་ཀྱི་ཨེ་ནི་ཁྱོད་ཚོ་བླ་མ་དགེ་བཤེས་མིན་ཁྱོད་ཚོ་མཁན་པོ་གཙོས་པའི་རིན་པོ་ཆ་ཞང་ནས་བ་ད། ཅིག་དགོན་ཚོགས་དང། ཅིག་ནང་ཚོགས་ཀྱི། ཚོགས་པ་འདི་ཅིག་ནུས་པ་རུ་ཡོང་ཡག་ལ་ཡ་ཤར་དུ་ངོས་ནས་ཅིག་རྒྱབ་སྐྱོར་གྱི་གར་བྱས་ཡོད་པ་དེ་དེ་ནུས་པ་རུ་སྟོན་བྱས་བྱས་ཡོད་དེ་བཤད་སོང་ཨ། ཨེ་ཚང་མ་ལོག་ཕྱ་བ་གྲུ་འདེགས་བྱས་ནས Cooperation རང། ཚུགས་ནུས་པ་རུ་གཅིག་ཏུ་བསྒྲིལ་ནས་བྱེད་ཀྱི་ཡིན་ན།